ཨ་ནི་ཚང་མ་ལ་ཁེ་ཕན་ཡོད་བ་བྱེད། ཨ་ནི་སྐད་ཆ་བཤད་ན་བསམ་བློ་བཏང་ནས་བཤད་ཨ་ནི། མ་ནུས་བ་ཅིག་དང་ཕན་ཡས་དང་འདི་འདྲའི་སྒང་ལ་བཤད་ཡས་ཅིག་བྱེད། གང་ལྟར Analyze བྱེད་ན་ཅིག། Justification བྱེད་ཡས་དང་དྲང་བདེན་བྱེད་ཡས་དང། ཨ་ནི་གཅིག་གིས་གཅིག་ལ་དཔུང་སྒྲིག་དང་ག་ལོར་ད་ཕྱོགས་རིས་མ་བྱེད་ཡས་དང་འོ་འདི་ལ Rational Mind། ད་འདིས་ང་ཚོ་ལ་ཡིན་གཅིག་མིན་གཅིག་གོ་གི་ཡོད་རེད་བ་བསམ་བློ་བཏང་ནི་བྱས་ཡོད་རེད་ད་འདི་རོ། Emotional Mind ལ་ན་ད་ང་ཚོའི་གི་སེམས་གི་ནང་ལ་ཚོར་བ་འདི་སྤུངས་བྱས་རོ། གི Emotion ལས་འདི་ཚོར་བའི་སྒང་ལ་འགྲོ་འདུག་སྒང་ལ། ཚོར་བ་རྣོན་པོ་སྒང་ལ་ཅིག་འདི་ཆགས་ཡིན་འདུག་སྒང་ལ་དཔེར་ན། བུ་མོ་ཅིག་ལ་རྣ་བ་འདྲུག་ཡོད་ན་ཨ་ནི།

ད་འདི་ནས་ནི་དོན་དག་སྙིང་པོ་གཅིག་ནི་ད་རིང་འདི་གི main topic དེ་ལ emotional intelligence ནང་ལ་གཙོ་བོ་གཅིག་ག་རེ་ཞུ་ཡ་ཡོད་ལབ་ན་ད་རིང་གི་འདི་ཐེམ་འདི་ནང་ལ་གལ་སྲིད་ཁྱེད་རང་གི་དཔེར་ན project གཅིག་ཡོད་བྱ་ཞུ་རོགས་ད་འདི་དཔེ་ཁོ་རང project འདི་གལ་ཆེན་པོ་ཞུ་གཅིག་འདུག་གོ་ད་སེམས་ཁྲལ་ཞུ་ཆུག་བོར་ད་འདི་ང་ད་རིང་འདི project འདི་ཚར་བ་བྱེད་ཀྱིན་སྲིད་དོ་ད་འདིའི་སྒང་ལ་རོགས་གལ་སྲིད་དངོས་རེད་སྐོར་བྱེད་ཐུབ་ཀྱི་མེད་ན་ད་སོ་སོ་བྱེད་ཀྱིན་སམ་འཚོ་བ་བྱེད་ནས་ཅིག་དཀའ་ལས་རྒྱ་ཡས་བྱོས་རོགས། སྒྲུབ་ཀྱི་མེད་བ་ལ་སྒྲུབ་ཀྱི་ཡོད་བ་བཟོས་ཡས་ཡིན་ན་རོགས་དཀའ་ལས་རྒྱ་བ་ཡིན་ན་ཨ་ནི་དེ་ལྐུག་པ་བྱ་དགོས་རོགས་དཔེར་ན་ཆ་བྱ་བ་ཡིན་ན། མི། Homeless། ཅིག་ལབ་རོགས་ད། ནང་མི་སྐྱོ་བོ། ཉིན་རེ་ལ་ཁ་ལག་ཚད་དེ་ཉིད་ཅིག་གི་རོགས། སེམས་ཁྲལ་ཤུགས་ཆེན་པོ་ཞུ་ཆུ་ང་ཚོང་པ་ཆེན་པོ་ཅིག Millionaire

རོ། འདི་ལ་བསམ་བློ་བཏང་ན་སོ་སོ་གྱོང་རག་རྭའེ་དེ་མེད་བ་བྱེད། ད་དངོས་གནས་ཁོ་རང་སོ་སོ་གི་ཅིག་བྱེད་ཐུབ་ཀི་ཡོད་བ། གི་གདེང་ཚོད་དང་བྱེད་ཐུབ་ཀི་ཡོད་ན་ཨཱ་འདི་ལ་སེམས་ཁྲལ་བྱེད་ན་ནི་བྱེད་ནི་ཨཱ effort སྤྲད་བྱས་ཨཱ་བྱེད་བྱས། གླེན་པ་ཡིན་ན་སེམས་ཁྲལ་བྱེད་ན་གལ་ཡོད་མ་རེད། འོང་འདི་རྒྱུ་མཚན་འདི་ཤེས་དགོས་དང། སེམས་ཁྲལ་ཅིག་བྱེད་ས་ལ་རོ་ཨ་སོ་སོས་ཀྱིས་བྱེད་དགོས་ཨེ་ཡིན་པ་ཡིན་ན་བྱེད་ཐུབ་ཀྱི་ཡོད་ན་སེམས་ཁྲལ་ཕྱིན་ན་འགྲིག་གི་ཡོད་རེད་ཨ་ནི་སོ་སོ་ལ་གྲུབ་འབྲས་ཐོན་གྱི་ཡོད་རོ། སེམས་ཁྲལ་འདི་སྙོབ་ས་མེད་མགྱོགས་ཀྱི་སེམས་ཁྲལ་ཅིག་མ་ཡིན་པ་ཡིན་ན། འདི་སེམས་ཁྲལ་བྱེད་ན་ལྐུགས་པ་རེད། སོ་སོའི Energy འཕྲོག་བརླག་གཟུགས་པོ་གི་ནང་ལོགས་ཀྱི་སེམས་ཁམས་འཁྲུགས་འགྱོགས་ཀྱི་འཕྲོག་བརླག། བདེ་བ་མ་རག་འགྱོགས་ཀྱི་འཕྲོག་བརླག་ད་འདི།

པདྨ་སྲས་ཀྱི་རྟགས་སོ་སོ་ནར་འཆར་བྱེད་ཡ་དེ་གལ་ཆེན་པོ་ཞུ་ཅི་ཆགས་དེ་ཡོད་རེད་ད་འདའི་དུས་ཚོད་འདི་ལ་དུས་ཚོད་དེ་འདྲའི་ཅིག་ལ་ད Technology གི་དུས་ཚོད་དེ་འདྲའི་ཅིག་ལ་རོ་བ་ཛ་དྲག་པོ་དེ་འདྲའི་ཅིག་ལ་སེམས་ཁམས་ཀྱི་ཐོག་ལ་དཀའ་ངལ་ཆེན་པོ་ཞུ་ཅིག་ཡོད་བ་འདི་མིག་མཐོང་ལག་ཟེར་རེད་སླབ་གྲྭ་ཁག་གི High School ཚང་མ་དུ་ད་ག་བ་གཏན་ནས་དཀའི་ངལ་ཆེ་ཤོས་དེ་སེམས་ཁམས་ཀྱི་དཀའ་ངལ་ཀྱང་ཀྱང་རེད་འདི་ང་ཚོ་བོད་པོད་ཀྱི་ཆོས་ནང་ལ། ཡོད་འདུག་གང་ལ་འདི་ལྟར་གང་མང་མང་ཅིག་རྣམ་པ་ཙུག་གི་འདི་འདྲས་མཐོ་ལབ། ཨ། མང་ཅིག་མཁས་དབང་ཚང་མ་མང་ཅིག་དོན་ཅིག་བཤད་ཅེས་རོ། ང་ཚོ་འདྲ་བོ་ཅིག་ཡིན་ན་ཕན་ཐོག་ཡ་འདི་འདྲས་ཞེ་དྲག་ཞེ་དྲག་གས་ཡོད་མ་རེད་ང་ཚོ་ཞུ་གདིང་གས་ཤིང་གི་ཡོད་མ་རེད་ང་ཚོ་དེ་ང་ཚོ་ད་ག་སྟིར་བ་ད Educated འདི་འདྲས་མ་རེད་ད Street Smart འདི་འདྲས་རེད་མ་ཏོག་ཅིག་གས Educated ཞུ་འདི་འདྲས་གས་མ་རེད་ང་ཚོ་རེད་བ་གང་ཡང་ཤིང་གི་བ་མ་རེད་ང་ཚོ།

ཡག་པོ་ཆགས་ཡོང་གི་འདུག་རྒྱུ་བ་པོད་ཆེན་པོ་ཐིག་དོ་མི་མང་སྐད་རྒྱ་ནི། པོད་མིག་མཐོང་ལག་སེར་དོ་རྒྱུ་བ་ཐིག་དོ། འདི་ཚོ་གལ་ཆེན་པོ་ཞུ་རེད་ང་ཚོ་དམངས་གཙོའི་གི་རྒྱལ་ཁབ་ཀྱི་ནང་ལ་དམངས་གཙོའི་གི་མཇུག་སྐྱོང་ཡས་དང་ལམ་ལུགས་འགྲོ་ཡས་འདི་འཇམ་པོ་གླིང་གི་ནང་ལ་ད་དང་ཤོས་ཀྱི་ཆགས་བོར་ད་འདི་ཕྱི་རྒྱལ་ཁབ་དོ་བ་ལ་སྒྲིག་གཞི་དང།

རྣམ་པ་ཙུག་གི་སེམས་ཚོར་ག་རེ་ཡོད་ན་དྲི་བ་དེ་འདྲ་ཡོད་བ་ཡིན་ན་དེའི་ནང་ལ Comment ཡིན་གྱི་མིན་གྱི Comment གནང་རོགས་གནངས་ཞུ་ཡ་ཡིན་རོ་རྣམ་པ་ཙོ་ཨ་ནི་མ་འོངས་པ་ལ་ཡང་སོ་སོ་འདིའི་སྒང་ལ་ག་རེ་གང་ཤེས་ཀྱི་ཡོད་ན་ག་རེ་འཇོན་གྱི་ཡོད་ན་ཡང་འདིའི་སྒང་ལ་ཅིག་རྣམ་པ་ཙོ་ལ་ཡང་བུ་ལམ་ཞུ་ཆོག་པ་ཞུ་ཡ་ཡིན་རོ་ཨ་རྣམ་པ་ཙོ་ཚང་མ་ཚེ་རིང་ལོ་བརྒྱ།